བརྒྱ་དང་བདུན་ཅུ་བདུན་བརྒྱའི་རང་འདི་ཡི་གཞུང་འབྱོར་བ་རྣམས་ལའང། ཐ་རང་གང་འདོད་ལྟར་ན་རང་བྱུང་མི་འཐད་ཐབས་ཇུས་ཀྱི་བསྐྱེད་པ་ནི་འདི་ཡོད་གཞུང་རྗེས་འབྲང་དང་བཅས་པ་མིན་པ་ནི་མངོན་སུམ་མི་འབྱུང་ངོ། ཨ་ནི། ལེགས་བཤད་སྙིང་པོ་དང་ན་ཤུལ་དྲང། བརྒྱ་དང་བདུན་ཅུ་བདུན་གོ། ལེགས་ལྡན་ལ་ཡང་སངས་རྒྱས་བསྐྱངས་དང་རང་བྱུང་མི་འཐད་ཐབས་ཇུས་འཐད། རང་བྱུང་མི་ཐེག་ཨེས་མཐུན་རྒྱུ་དེ་ལྷང་རྒྱས་ཀྱང་དང་རང་ཉིད་རང་རྒྱུད་ཁས་ལེན་མི་ལེན་མི་མཐུན་སྙམ་པ་མེད་དོ་གིས་རང་རྒྱུད་ཁས་ལེན་པ་ནི་འོས་མེད་དུ་སྐྱེ་བའི་ལུགས་སུ་སྣང་ངོ། འདི་གཉིས་གསུངས་འདུག་ད་ལྟ་གཙོ་བོ་དེ་དྲི་བ་དེ་ད་ལྟ་ལྷ་མིན་སངས་རྒྱས་བྱང་གིས་ད་ལྟ་རང་གི་མཚན་ཉིད་ཀྱིས་མ་གྲུབ་པར་གསུངས་ཡོད་དུ་ཡོད་མ་རེད་ཟེར་དྲི་བ་གཅིག་དང། གལ་ཆེ། ལྷག་པའི་སངས་རྒྱས་བསྐྱངས་པའི་ད་ལྟ། ནང་གི་མཚན་ཉིད་ཀྱིས་མ་གྲུབ་པ་དངོས་སུ་གསུངས་མེད་གསུང་གི་ཡོད་ན་ད་ལྟ། པེ་ཅིང་ལས་བྱེད་གཉེན་པོ་ད་ནང་མགོ་ལོག་ད་ལྟ། འཇིག་རྟེན་ལ་ཡང་སངས་རྒྱས་བསྐྱངས་དང་རང་རྒྱུད་ཁས་མི་ལེན་པ་མི་མཐུན་ཉམས་པ་མི་འདུག་གི་ཟེར་ད་ལྟ། དངོས་སུ་གསུངས་མེད་པ་ཡིན་ན་ད་ལྟ། ཨ་ནི། ལས་བྱེད་གཉེན་པོ་ད་ལྟ་བཤུས་གྲངས་བྱས་པ་ཡིན་ན་བརྒྱ་དང་བདུན་ཅུ་བདུན་བརྒྱའི་ནང་རོ་ལ། རང་སྡེ་གཞུང་འབྱོར་བ་རྣམས་ལ་མཐའ་འཇོན་གང་འཇོན་དང་ན་རང་འཇོན་མི་ཐེ་མཐའ་འཇོན་ཅེས་སྐྱེས་པ་ནི་འདོད་ཡོན་གཞུང་རྗེས་འབྲང་དང་སྐྱེས་པ་མིན་པ་སྔོན་སོང་མི་གཞུང་ཟེར་དེ་ལྟར་འགའི་སྒྲུག་གི་འདུག་གལ་ཚེ། ཨ་ནི། གསུང་ཡུལ་ལོས་པ་ཡིན་ཨ་ནི་ད་ནི་དངོས་སུ་གསུང་མེད་གསུང་ཡུལ་ལོས་པ་ཡིན་ན་ད་ལྟ་ལི་ཤས་སྙིང་པོ་མགོ་ལ་བཏགས་ན་ལི་ལྡན་ལ་ཡང་སངས་རྒྱས་བྱུང་སོང་ཨ་ནི་རང་ཆོས་ཁས་མི་ལེན་པ་མི་ཐོས་སྙམ་པ་མི་འདུག་ཟེར་དེ་ལྟར་འགའི་སྒྲུག་གི་འདུག་དེ་ལྟ་མི་འགལ་ཚུལ་གཅིག་དང། ད་ལྟ། ལྷོ་པའི་སངས་རྒྱས་བསྐྱངས་ཀྱི་ད་ལྟ། འཐབ་པའི་ལུས་རྟེན་གྱིས་ཁོང་རང་གི་དོན་དག་ལྷ་དཔལ་སངས་རྒྱས་ཀྱང་ཁོང་རང་ཉིད་ཀྱི་རང་གི་མཚན་ཉིད་ཀྱིས་མ་བསྒྲུབས་པར་བཞེད་པ་དེ་སྤྱི་པ་ཡིན་པར་འགྲོ་གསུང་གི་འདུག་ཡིན་ནམ། ལྷ་དཔལ་སངས་རྒྱས་འཐབ་པའི་ལུས་རྟེན་གྱིས་ཁོང་རང་ཁོང་རང་གི་དོན་དག་ལྷ་དཔལ་སངས་རྒྱས་ཀྱི་ལ་རང་གི་མཚན་ཉིད་ཀྱིས་མ་བསྒྲུབས་པར་བཞེད་པ་དེ་ཁོ་རང་ཁས་ལེན་གི་རེད་པས་ཞུས་ཀྱི་གལ་སྲིད་ཁས་ལེན་གི་ཡོད་ལོས་པ་ཡིན་ན་དོན་དག་ལྷ་དཔལ་ལུས་རྟེན་གྱིས་གིས་ལྷ་དཔལ་སངས་རྒྱས་ཀྱང་གིས་ཨ་ནི་དོན་དག་རྩ་ཤེས་ཀྱི་དོན་དག་བུ་ད་པར་ལས་གྲགས་ཀྱི་ཨ་ནི་མཐའ་འཇུག་ཡོད་དགོངས་པ་བཀྲལ་འོང་དུས་ཨ་ནི་མ་མོ་བུ་གཅིག་བཀག་འོང་གི་འདུག་བཀག་འོང་ད་ནག་དེ་བཀག་པ་དེ་ད་ནག་ག་རེ་རེད་ཟེར་ན། ཨ་ནི། སྟོང་ཐུན་སྟོང་ཐུན་གནང་ལུགས་གསུངས་འདུག་ད་ནག་སྟོང་ཐུན་བཅད་པ་ཡིན་ན། དགའ་ལྡན་ཞང་བརྩེགས་པདྨ་ཤོད་གྲངས་བཅད་པ་ཡིན་ན་བརྒྱ་དང་བཞི་བཅུ་གནང་ལུགས་ལ། ཨ་ནི། ལྷག་པའི་སངས་རྒྱས་བྱང་དང་རྩ་ཆེའི་དགོངས་པ་འགྲེལ་ནས། འཕགས་པ་ཡབ་སྲས་ཀྱི་དགོངས་པ་ཐལ་འགྱུར་དང་བཀྲལ་ཞིང་དེའི་རྗེས་སུ། ལྷག་པའི་ལི་ཐན་རྒྱལ་གྱི་རྩ་ཆེའི་དགོངས་པ་མཛད་ནས་སངས་རྒྱས་བྱང་དང་ཐལ་འགྱུར་དང་བཀྲལ་བ་དགག་པ་མང་དུ་མཛད་དེ། ཨ་ནི་རང་རྒྱུད་ཀྱི་སུའི་ཐོག་མ་ཤེས་བ་ཡིན་ལགས། འོ་དེ་འདྲ་གྱི་འདུག་དེ་ག་རེ་ཡིན་ནམ།

ལེགས་ལྡན་གཅིག་ཁྱོད་རང་གི་སངས་རྒྱས་ཞིག་ལ་སྐྱོན་བརྗོད་བྱེད་པ་དེ་འགྲིག་གི་མ་རེད་ལེགས་ལྡན་གཅིག་གིས་རང་སྐྱོན་ཞིག་གི་མ་རེད། ལེགས་ལྡན་གཅིག་གིས་ཐང་ཆུ་གི་ཐང། གང་ཚེ་ཕ་ལུག་པོ་བདག་གིས་དགོང་སྐད་འདིར་བཏང་ཡོད་ངོར་མ་གཏོགས། རང་གཤིས་འགྲུབ་བར་ཁས་ལེན་པའི་སྟངས་སྟངས་འདི་གཏང་གི་ཡོད་མེད་པ་དེ་དོན་ཧ་གོ་དགོས་ལ། ད་རྡོག་རྡོག་བྲོ་བ་ཧ་གོ་སྲིད། སངས་རྒྱས་བསྐྱངས་ཀྱིས་རང་གཤིས་འགྲུབ་པ་ཤེས་ཀྱི་ཡོད་མ་རེད། ལེགས་ལྡན་གཅིག་གི་དགོངས་པ་ལ་སངས་རྒྱས་བསྐྱངས་རང་གཤིས་འགྲུབ་པ་ཤེས་ཀྱི་ཡོད་བྱས་ད། བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་དངོས་པོ་ཀུན་ཀུན་ཡང་དག་མིན་ཟེར་དུས། ཨ་ནི་སངས་རྒྱས་བཅས་ཀྱིས། ཕྱི་རོལ་གྲངས་ཅན་བཀའ་བར་བ་ཐ་འགྱུར་ཀུན་ནས། བཀག་པ་དེ་ལ་ལེགས་ལྡན་གྱི་སྐྱོན་བརྗོད། རྗེས་ཀྱི་མཐའ་བ་བདུན་དང་བརྒྱད་ལ་ཅིག་བཏང་བས་རེད། འོ་ད་དེ་ལ་བརྟེན་ནས། ཨ་ནི་ལེགས་ལྡན་འབྱེད་ཀྱིས་སངས་རྒྱས་ཀྱང་ང་དང་གཅིག་པ་རང་རྒྱུད་བཞེད་གི་རེད་ད་ཐ་འགྱུར་དེ་གིས་ཕ་རོལ་པོ་གི་བདག་རྒྱལ་འགོག་ཐུབ་མི་འདུག་ཟེར་ན་དེ་སྐྱོན་དེ་བརྗོད་བྱའི་མཐར་རྡོག་རྡོག་འདྲ་བོ་དེ་སངས་རྒྱས་ཀྱང་རང་རྒྱུད་མི་བཞེད་པ། ལེགས་ལྡན་ཀྱང་རང་རྒྱུད་བཞེད་པ། དེ་གིས་ལན་དེ། མདོག་མདོག་འདྲ་བོ་དེ། པ་འདི་ཟླ་བ་གྲགས་པའི་སྐྱོ་རེ་ཚིག་གསལ་ལས། ཐར་བར་འགྱུར་བ་མདོ་པའི་དུས་ཕ་རོལ་པོའི་ཁས་ལེན་གྱི་ཁོ་བོ་ཅན་དེ་མ་ཡིན་ཏེ་རང་ལ་དམ་བཅའ་མེད་པའི་ཕྱིར་ཏེ། སངས་རྒྱས་བྱིན་གྱིས་ཐར་བ་འདོགས་ས་ཐར་བ་གཏང་ས་དུ། རང་བཞིན་གྱིས་འགྲུས་པ་འདོད་པའི་བདག་གིས་ཁས་ལེན་དགོས་ན་གཏང་དགོས་རེད། ང་ཚོ་རང་བཞིན་འགྲུབ་བ་ཁས་ལེན་མེད། བདག་ལས་སྐྱེ་བ་ཁས་ལེན་མེད་ཟེར་ན་ནི། བདག་རང་ལེགས་ལྡན་བྱས་ནས་བདག་སྐྱོན་དེ་ཚོ་འཇུག་པ་རེད། ད་ལྟ་དོ་ཁ་མ་བསྐོན་ན་རྡོག་རྡོག་འདྲ་བོ་དང་ཁྱོད་རང་གི་སངས་རྒྱས་གཅིག་གི་རང་རྒྱུད་ཞིག་མ་རེད་ཟེར། ལེགས་ལྡན་གཅིག་གིས་ཁོ་རང་དགོངས་པ་ལ་རང་རྒྱུད་ཞེས་པ་ཁྱོད་རང་ཟེར་བ་འདི་བཀོད་པ་ན་ཞི་ཞྭ་ཞེས་པ་ཞི་ཞྭ་དེ་ནི་སྐྱོན་བརྗོད་བྱས་པ་རེད་སྐྱོན་བརྗོད། ཐེན་ཐོག་སྐབས་སུ་ད་ཁྱེད་རང་ཚོ་ཐེན་ཐོག་བཏགས་ཚར་རེད་བ། ཨོ་ཐེན་ཐོག་དེ་ད་བཏགས་ཚར་སྔོན་དེ་ཐེན་ཐོག་འདི་གླེང་དགོས་རེད་ཚང་མ་བལྟ་དགོས་རེད།

མཐའ་འཇུག་ཡོད་ཕྱིན་ཏེ་སོར་སྟོད་ཡིན་ན་སངས་རྒྱས་ཡིན་མི་དགོས་ཟེར་རོ། ད་ལྟ་སངས་རྒྱས་ཀྱང་འཕགས་པ་ཡབ་སྲས་གཉིས་ཀྱི་དགོངས་པ་མཐའ་འཇུག་ཡོད་ལུགས་སུ་ཐོག་མར་བཀྲ་བ་པོ་ཡིན་དུས་རོ། མཐའ་འཇུག་ཡོད་ཕྱིན་ཏེ་སོར་སྟོད་ཡིན། ཁོ་རང་ཆོས་མེད་དེ་མཐའ་འཇུག་ཐེག་བཅས་པའི་དགག་བཞག་གི་སྒོ་ནས་ས་ཁ་མ་ཕྱེ་བ་ཡིན་དུས་སངས་རྒྱས་མ་ཡིན། དཔེར་ན་ང་ཚོས་ད་ལྟ་ལེགས་བཤད་སྙིང་པོ་ནང་ལོ་ལོན་ཤེས་ལྡན་མི་བུ་དབུས་མའི་གྲུབ་མཐའ་འཛིན་མཁན་ཞེས་སོགས་ཡ་ཟེར་གྱི་སྔོན་དུ་རེ་རེ་ཅིག་རེ་བྱུང་ཡོད་དེ་ཡིན་ན་ཡང་རུ་བ་གཞུང་བརྗེས་པ་ཙམ་ནས་དགག་རྒྱག་བྱས་པ་དེ་ཞེས་སོགས་ཡ་ཟེར་གྱི་གནང་བ་ཡིན་དུས་ཞེས་སོགས་ཡ་ཟེར་རང་བརྗོད་པའི་ཕྱིན་ཏེ་གསུང་བཤད་བྱ་གི་རེད་ཟེར་ཡོད། འོ་དེ་ནང་བཞིན་མང་པོ་ཡོད་རེད།

བདེན་གཅིག་གིས་རང་རྒྱུད་ཞེས་མི་ཤེས།
ལེགས་བདེན་གཅིག་གིས་རང་རྒྱུད་ཤེས་པ་ཞེས་བྱ་འདི་རྟགས་ཚིག་སྟངས་རེད། རྟགས་ཚིག་སྟངས་དང་ཐར་བ་སྟངས་དང་དུ་འཕགས་དོན་ནི། ལེགས་བདེན་གཅིག་གི་དགོངས་དོན་ལེན་པའི་ཐ་སྙུད་དེ་གའི་དགོངས་པ་འགྲེལ་སྟངས། དེ་ལ་ཟླ་བ་གྲགས་པ་གིས་ལན་བརྒྱབ་སྟངས་དུ་ཡག་པོ་ཅི་ཧ་གོ་ན། ཨ་ནི་ཁྱེད་རང་ཚོ་བའི་བློའི་སངས་རྒྱས་བསྐྱངས་ཀྱིས་རང་བཞིན་མ་གྲུབ་པ་དངོས་སུ་མ་དེ་ཤུགས་ལ་བསྟན་པ་དེ་ཨ་དེ་ནི་དེ་ན་ཧ་གོ་དགོས་རེད་ད།

ཨ་ནེ། ཨ་ནེ་ད་ནི་བཀྲ་ཤིས་དགོན་པར་འདྲེན་འོང་དུས་ཨ་ནེ་ལྷ་བྷེ་སངས་རྒྱས་ཀྱང་གིས་ད་ནི་བཀྲ་ཤིས་དགོན་པར་འདྲེས་པ་དེ་དགའ་པ་མང་པོ་མཛད་ཡོད་རེད་གསུངས་ད། དེ་མ་ད་ད་ལྟའི་དགའ་པ་མཛད་ཡ་དེ་དེ་འདྲས་མ་རེད། ཨ་ཚེ་ད། རྒན་བྱོ་བ་ཅི་སེམས་འདུར་བ།
ད་ད་ད་འདི་རེད་དོ། ད་ད་ད་གོང་ལ་རྒན་ནང་མ་གཉིས་སོང་ཡ་དེ་སྐྱིད་པ་བྱེད་པར་འདུག་བཞིན་ཡིར་བ། ད་ང་ཚོ་དཀའ་ངལ་ཅིག་ག་རེ་ཡོད་རེད་ཟེར་ན་དང་པོ་དཀའ་ངལ་ཐི་ཤས་བོར་བ། པཎ་ཆེན་གྱི་གསུང་གི་ནང་ལ་ད་ཁ་གསལ་བོ་གྱིས་དེ་ནས་ཐེངས་གཅིག་པའི་ཤི་ཏིའི་སངས་རྒྱས་ག་རེ་ཡིན་པ་དེ་ཁ་གསལ་བོ་གྱིས་པཎ་ཆེན་གྱི་གསུང་ནང་ལ་ཐོན་གྱི་མི་འདུག་ཨ། ཐེངས་གཅིག་པའི་ཤི་ཏིའི་སངས་རྒྱས་ཟེར་གྱི་ཡིད་ད། ད་ང་ཚོ་ཐོན་རྗེས་དེ་ག་རེ་ཐོན་དགོས་བ་རེད་ཟེར་ན་སློབ་པའི་སངས་རྒྱས་ཤོང། ཐེངས་གཅིག་པའི་ཤི་ཏིའི་སྲོག་བསྟོད་ཡིན་པ་དེ་དཔེ་མི་སྲིད་པ་གསལ་བོ་ཐོན་དགོས་བ་རེད་ད་པཎ་ཆེན་གྱི་སྤྱི་ཐག་ཆོད་གཉིས་ཀྱི་ནང་ལ་ཨོ་མའི་སྤྱི་ཐག་ཆོད་གཉིས་ཀྱི་ནང་ལ། ཅེས་ད་ཐེངས་ཀྱི་བའི་ཤིས་ཏི་གསུང་ཆོས་དེ་སུ་རེད་ཟེར་དེ་ག་ལ་དེ་ནས་ག་རེ་སོགས་ད་ད་ནང་འདི་ནང་ལ་དེ་ལུས་དྲང་དོག་རྒན་གྱི་བློ་སེ་ག་ཅིག་ནས་གསུངས་པ་དེ་དག་རང་རེད་སོང་གི་འདུག་ག་རེ་རེད་ཟེར་ན་ཁྱོད་ཚོ་འདི་ནས་བྲོ་བ་དེ་ནང་མི་འདུག་མ་གཏོགས་ཕི་གི་གྲོ་ངན་ལས་ཤིག་ཉིན་མོ་ནང་དེ་འདྲས་གསུངས་རེད་བ། ཨ་ནི། ཚིས་སི་ལིས། རེད་བ་ཟླ་བའི་ཞབས་ཀྱི་ཚིས་སི་ལིས། སངས་རྒྱས་བྱུང་རོ་རྗེས་མི་བཞེས་པ་དང་ཨ་མ་པའི་རོ་རྗེས་ཞག་མི་རིག་པའི་འདྲི་བཞེས་དང། རྡོ་ཤོག་ལ་གནས་བཞེས་མང་དུ་བསྟེན་ནས་ཤི་སྟེ་སོ་ཕྱེད་ལངས་ཟེར་ཟིན་ཏོ་ད་དེ་མ་གཏོགས་ཁ་གསལ་བོ་གོ་མི་འདུག་ཨ། བདག་གྲགས་པས། ཚིག་གསལ་ལས་ཟེར་བ་སངས་རྒྱས་བྱུང་རོ་རྗེས་མི་བཞེས་པ་དང་ཨ་མ་པའི་རོ་རྗེས་ཞག་མི་རིག་པའི་འདྲི་བཞེས་དང། རྡོ་ཤོག་ལ་གནས་བཞེས་མང་དུ་བསྟེན་ནས་ཤི་སྟེ་སོ་ཕྱེད་ཟེར་ཏེ་ག་ལ་ཤི་སྟེ་སོ་མཇེད་སོ་ཕྱེད་ངན་དུ་སོ་མཇེད་དེ་དག་བདག་གྲགས་པ་ཡིན་པ་སྟེ། རྗེ་ཙོང་ཁ་པ་བྱིན་པའི་གྲོང་ཁྱེར་ནས་ཤི་ཡིན་པའི་གསུང་དེ་མ་གཏོགས་གོ་མི་འདུག་གསུང་གི་འདུག་དེ་དཔེ་གསལ་བོ་ཞུ་བ་ཅིག་རེད་འདོད།

གར་སོང་བ་རེད། གློ་བའི་སངས་རྒྱས་གཞུང་གི་སྲོག་ངན་ན་ལ་དང་པོ་དང་པོ་དེ་རེད་དོ། དང་པོ་དང་པོ་ཁྱོད་རང་གིས་གློ་གློ་བའི་སངས་རྒྱས་གཞུང་གི་སྲོག་ངན་ན་ལ་ཨ་ནི། ད་ནང་ང་ཚོ་རུ་གཅིག་ཁས་མི་ལེན་ལེན་མི་ལེན་བསྐོ་བྱས་ཡོད་ར་ད་རང་གཅིག་ཟེར་དུས་གཞན་པ་ཁས་གོ་ཡ་ཡོད་མ་རེད་ད། རང་ངེས་ནས་སྤྲོད་པ་དེ་ལ་གོ་ཡ་རེད་ད་རྗེ་ཙོང་ཁ་པ་ཆེན་པོའི་དགུ་མ་སྤྱི་དང་ལ་ཞིག་ཞིག་ནི་རུ་གཅིག་ཟེར་ཡ་དེ་རང་ངེས་ནས་སྤྲོད་པ་དང་སྤྱི་པ་གཅིག་རྐྱང་རེད། དེ་ཡིས་དེ་རྩ་ནས། གློ་བའི་སངས་རྒྱས་གཞུང་གི་སྲོག་ངན་ན་ལ་རོ་ད། བུ་ད་པག་ལི་ད་གཟིགས་དེ་ར་བ། ཚིག་ཟུར་ལ་རང་གི་མཚན་ཉིད་ཀྱིས་མ་སྤྲོས་པར་རང་ངོས་ནས་མ་སྤྲོས་པར་ཟེར་དུ་ཁག་འདི་ཡོད་རེད། ད་དེ་ལྟ་བུའི་དུས་སངས་རྒྱས་གཞུང་འཇུག་སྤྱི་བོ་རེད་མི་འདུག་ཨ། ཞིང་མཚོ་ཡར་སྲིད་ཀྱི་གསུང་ན་ག་ཟིག་གོ་གི་འདུག་ཨ། དཔེར་ན་སློབ་དཔོན་ཀརྨ་ལགས་ཤེས་ལགས་ཀྱིས་ཨ་མི་གཞུང་གཅིག་ནང་ལ། གཞུང་འཁོར་ལོ་མིང་འཁོར་ལོ་ག་རེ་བཏགས་ཡོད་རེད། ཕྱིས་ཐོན་རྗེས་རང་བཞིན་མེད་པར་བསྟན་པའི་གཞུང་ཟེར་ལགས་ཡོད་རེད་བ། གཞུག་གཞུང་སྲེག་ཁོ་རང་མཚན་ཁོ་རང། ད་འདི་སྲིད་དེ་ཀ་ལོ་དར་འདི་ལས་ལྡན་གྱི་དགོངས་པ་བཀྲ་འདི། སློབ་པའི་སངས་རྒྱས་གཞུང་གི་དགོངས་པ་བཀྲ་འདི་ཀ་ལོ། དེ་རང་གི་མཚན་ཉིད་ཀྱིས་མ་སྤྲོས་པ་དུ་རང་ཉིད་ནས་མ་སྤྲོས་པ་ག་རེ་ཡོད་ན་ཡང་དོན་དག་འདི་ལས་ལྡན་ཁོ་རང་གི་ད་འདི་རྩ་ཤེའི་དགོངས་པ་བཀྲ་དོན་ཆེའོ་ར་བ། བློ་གནས་མེད་ལ་རྣོ་ཡོང་གི་བྱ་བ་མ་ཡིན་པའི་ཡེ་རང་གི་ཐུགས་དབང་བས་འདི་ལུང་གིས་མ་སྤྲོས་པ་དེ་རེད། དེ་རང་ལ་གོ་བ་ལས་མ་མ་གཏོགས་ལས་དེང་དེ་ལ་ཡིད་ཆེས་བྱེད་དགོས་བར་ད་དོ་དོ་བྱེད་ན། སློབ་པའི་ལས་དེང་གི་བྱེད་པ་ཡིན་ན། ལྟ་གྲུབ་ཀྱི་ཆ་ནས་དེ་ནི་སློབ་པའི་སངས་རྒྱས་གཞུང་དུ་ལྟ་གྲུབ་མི་མཐུན་པ་ཡོད་པ་དེ་ཁྱོད་ནི། ལས་དེང་གི། དགོངས་པ་བཞི་ཡོད་མ་རེད་ད་ཐེངས་བརྒྱུད་པའི་གཏམ་ལ་རེད་ད། དེ་འདྲའི་ཡིད་ཚ་ལས་དེང་ལ་ཡང་སངས་རྒྱས་གཞུང་དུ་རང་ཉིད་རང་གཅིག་ཁས་ལེན་མ་ལེན་མི་མཐུན་སྙོམས་པ་མི་འདོད་ཀི། རང་གཅིག་ཁས་ལེན་པ་འོས་མེད་དུ་སྤྱོད་པའི་ལུགས་སུ་དངོས་དངོས་ཟེར་ཡ་དེ་སྦྱིན་སྲེག་དེ་རེད་ད། ད་དེ་འདྲས་ཡིན་ན་ཁྱོད་རང་གིས་ད་གིས་ལེ་ཏིང་གིས་སངས་རྒྱས་གཞུང་ལ་རྩ་ཤིང་འདྲེས་པ་པུ་ཐ་པ་ལི་ཏི་ལ་དགག་པ་མང་པོ་མཛད་འདུག་གསུངས་རོགས་ད་དགག་པ་དུ་ལྟ་དགོས་རེད་ཟེར། དགག་པ་དུ་གསུམ་ནང་ལ་དགག་བཞག་ལ་གཏུགས་པའི་དགག་པ་གཅིག་ཡོད་མ་རེད་ཟེར། ཁྱོད་རང་རང་ཉིད་ནས་སྤྲོས་པ་གཞལ་གྱི་མི་འདུག་བ། རང་གི་མཚན་ཉིད་ཀྱིས་མ་སྤྲོས་པ་གཞལ་གྱི་འདུག་བ། རང་གི་མཚན་ཉིད་ཀྱིས་མ་སྤྲོས་པ་མ་རེད་གྲོལ་དགོས་ཀྱི་རེད་ཟེར་ཡ་དང། དེའི་ཐོག་ལ་ད་གློ་བའི་སངས་རྒྱས་གཞུང་གི་ལེ་ཏི་ལ་དགག་བཞག་རྩ་ནས་ཡོད་མ་རེད་ཟེར་རྗེ་རིན་པོ་ཆེ་གིས། དགག་བཞག་དེ་ག་བ་ཡོད་རེད་ཟེར་ན་ཚིག་འགྲེལ་རྒྱག་ཐུབ་ཐུབ་རེད་ལ། དཔེར་ན་འགོ་ཚུལ་དེས་བདག་ལས་མ་ཡིན་སྲིད་འོང་བ་དེའི་བཀའ་ལ་གཉིས་ཕོག་ན་བདག་ལས་སྐྱེ་བ་མེད་དེ། དེ་དག་གི་སྐྱེ་བ་ཐེག་དམན་མ་གི་འདུག་སྐྱེ་བ་ཐེག་དམན་མ་ནི་གཞོགས་སྔགས་སྐྱེས་བུ་དེའི་བཀའ་ལ། ཁྱོད་རང་གཏན་ཚིགས་གཅིག་ནི་གཏད་ཀྱི་འདུག་བདག་གཞན་མེད་པར་བྲིས་པས། གཏན་ཚིགས་དེ་གཏད་ན་གཏན་ཚིགས་དེ་ལ་སྐྱེ་འདུག་ཟེར་ཏེ། ཅེས་སྦྱོར་བ་སྐད་སྟོང་འདྲ་པོ་དང་ཚིག་འགྲེལ་བརྒྱ་སྟོང་འདྲ་པོ་དང། དེ་འདྲིས་ཀྱི་ཐོག་ལ་དགག་པ་མཛད་པ་མ་གཏོགས་ལྟ་གྲུབ་ཀྱི་ཐོག་ལ་དགག་པ་ཡོད་པ་མ་རེད་ཟེར། ད་ལེགས་ལྡན་གྱི་སློབ་པའི་སངས་རྒྱས་ཆོས་ལ་དགག་སྒྲུབ་མང་པོ་མཛད་དེ་དེ་ག་ལ་དགག་སྒྲུབ་མཛད་པ་རེད་ཟེར་ན་ལྟ་གྲུབ་ཀྱི་ཐོག་ལ་དགག་སྒྲུབ་མཛད་རྒྱུ་མ་རེད་ཟེར་ཏེ། ག་རེའི་ཐོག་ལ་དགའ་སྤྲོ་འཛིན་རྒྱུ་རེད་ཟེར་ན། ཚིག་གི་འགྲེལ་པ་རྒྱག་ཐོག་ལ་བཟོ་པ་དེ་འདྲིས་མང་པོ་གཅིག་གི་ཐོག་ལ་དགའ་སྤྲོ་མཛད་པ་མ་གཏོགས། ལྟ་བའི་ཐོག་ལ་དགའ་སྤྲོ་མཛད་ཡོད་མ་རེད། ད་དེ་ལྟ་བའི་ཐོག་ལ་དགའ་སྤྲོ་མཛད་མེད་པ་དེ་དུ། གར་སོང་ང་ཚོ་ད་བོད་ཀྱི་ཕྱི་རྒྱལ་གཞིས་ཀ་རེད་དོ་སྐྱིད་པ་ཅི་ཡང་རེད་དོ་ལྟ་བའི་ཐོག་ལ་དགའ་སྤྲོ་མཛད་མེད་པ་དེ། ཡིན་ན་རྗེས་སུ་འགྲེལ་བཤད་བྱ་ཐོག་མ་འདྲ་བ་རེད། རྗེ་ཙོང་ཁ་པ་ཆེན་པོས་གསུངས་ན། ལེགས་ལྡན་གྱི་ལེགས་ལྡན་དུ་སངས་རྒྱས་གཞུང་ལ་ལྟ་གྲུབ་ཀྱི་ཁྱད་པར་ཡོད་པ་དེ་ལེགས་ལྡན་གྱི་མ་དགོངས་མ་རེད་གསུངས་རེད། ཕྱི་རྒྱལ་གཞན་དུ་སོགས་ཡིན་ན་སྐྱིད་པ་རེད་དགའ་སྤྲོ་ག་རེ་མཛད་དགོས་རེད་མཛད་ཡ་ཅི་ཡོད་མ་རེད་སྐྱིད་པ་ཅི་ཡང་རེད། ལེགས་ལྡན་དུ་སངས་རྒྱས་གཞུང་གི་ལྟ་གྲུབ་སྐྱིད་པ་རེད། རང་བཞིན་གྱིས་མ་གྲུབ་པར་ཁས་ལེན་པ་དེ་ལས་དེའི་སངས་རྒྱས་གཞུང་ཉིད་དུ་འཆད་པ་སྐལ་ཡོད་མ་རེད་དེ་རོ་ཉིད་དུ་ལྟ་བས་འཆད་པ་སྐལ་ཡོད་མ་རེད་གསུངས་བ་འདི་རེད། ད་ལྟིར་བ། ད་ང་ཚོ་ཐེངས་བཞི་བའི་ཤྲཱི་ཏི་སུང་ཅེས་ཟེར་ཡ་དེ། མཁས་པའི་གསུང་མི་འདྲ་བ་འདུག་དཔེར་ན། ཀུན་མཁྱེན་བླ་མ་འཇོན་ཡེ་ཤེས་པའི་གསུང་རྣམས་ལ་དཔེ་ཆའི་གཏད་ཚིག་མི་འདྲ་བ་ཡོད་ནོ་དྲན་བསྡད་ཡོད་ད་ཕག་ཤི་ཐ་ཆད་ནོར་ལ་སངས་རྒྱས་གཞུང་ཡིན་པའི་དཔེ་གསལ་པོ་གསུངས་ཡོད་རེད།

ཁོ་ག་རེ་བྱེད་དགོས་རེད་ཟེར་ནས་ཤི་ཏི་སོ་ཆེ་ཟེར་དེ་ག་རེ་བྱེད་དགོས་རེད་ཟེར་ན། ཤི་ཏི་སོ་ཆེ་ཟེར་དེ་ག་རེ་བྱེད་དགོས་རེད་ཟེར་ན། དེའི་ངང་བོད་ཀྱི་ཐེན་ཅུན་བའི་ལྟ་གྲུབ་ཉུང་ཉུང་ཞིག་ངས་ལུས་ཟུངས་ཚར་བ་བཙོང་གིས་དེ་ཡང་གསལ་པོ་གསུངས་ཡོང་ན་རེད་ད། ཉུང་ཉུང་ཉུང་ཉུང། ཁ་གསལ་ཅུང་ཟད་ཅིག་གསུངས་པ་དེ་བཙོང་གིས་སོ་ཆེ་ཟེར་གི་མ་རེད་བ་ཡ། ད་ལྟ་སོ་ཆེ་སྐྱོན་བ་དེ་ཤི་ཏི་སོ་ཆེ་དགོས་རེད་མ་གཏོགས་གོམ་པ་རྒྱག་ནས་འགྲོ་ས་གི་ལོ་འགའ་བྱས་ཡ་དེ་མ་རེད། སློབ་པའི་སངས་རྒྱས་གཞུང་འདྲ་པོ་ཅིག་ནང་གོམ་པ་རྒྱག་ས་ལོ་འགའ་ཅིག་བཤད་ཡོད་རེད་ཟེར་ད་དེ་ནི་ཡང་དཀོན་ལོ་ཕྲ་མོ་ཅིག།

ཨ་ནེ། མགོན་པོ་ཀླུ་སྒྲུབ་ལྟ་བུ་འདི་དབུ་མ་པའི་ཤིང་རྟའི་སྲོལ་གཏོད་དང་སྲོལ་འབྱེད་གཉིས་ཀ་རེད་པས།
སྲོལ་གཏོད་མ་ཡིན་ས་ཁ་ཅིག་ད། སྲོལ་གཏོད་མ་ཡིན་རེད་བ། ཨང།
འཕགས་པ་ཐོགས་མེད་དེའི་སེམས་ཙམ་པའི་ཤིང་རྟའི་སྲོལ་གཏོད་མ་རེད་པས། འདི་དུས་གཅིག་དེ་གཉིས། མ་རེད་བ།
རེད། དེ་དུས་གཉིས་དུས་གཅིག་རེད། དེ་གཉིས་དུས་གཅིག་ཡིན་དབུ་མ་པ་ལ་དུས་གཅིག་མ་ཡིན་པ་ག་འདྲས་ཆགས་འགྲོ་རེད།

པའི་ཚིག་གི་ངོ་ཐུག་ལ་བལྟ་ན་ཅི་ཡོད་མ་རེད་སོགས་མགོ་བར་བལྟ། མ་ནི་ངས་དེ་མཐོང་ནས་སྲིད་ཀ་མེད་ད་ཚད་བག་བྱས་ན། སངས་རྒྱས་གཞུང་གི་གཞོན་ནུ་ལ་ད་ཅུང་ཟད་ཅིག་ཉུང་ཉུང་ཅིག་ཡོད་དགོས་རེད། ཉུང་ཉུང་ཅིག་ཡོད་བསྡད་པ་དེ་ནི་ཁ་ཇེ་སེར་རེ་བཏང་ངེས་ཏེ། ཟླ་བ་གྲགས་པ་རེད་བྱ་ཟེར་དེ་ཡིན་པ་དཀར་སེར་ལེགས་བཤད་ཡིན་པའི་མཐའ་དེ་ལ་འདྲི་སེ་མར་བས་ཟླ་བའི་ལས་གོང་ལས་བཤད་བའི་སྐད་ཀྱིས་བློ་མིག་ཀུན་ཏེ་ཚ་ར་ཤི་བའི་ཚེ་སངས་རྒྱས་གཞུང་གི་བསྟན་པའི་ལང་ཐུང་ནས་སེ་འདའ། བློ་གྲོས་ཀྱི་བསྟན་པའི་ལུང་དུ་ནི་སྲོག་ཡོད་མ་རེད་ཕ་པ་ལགས་ཀྱི་བསྟན་པའི་ལུང་དུ་ནི་སྲོག་ཡོད་མ་རེད་བ། བདག་དབང་ལེགས་དགོས་ལེགས་ཤེས་དགོས་ཁ་ཅིག་བློ་མིག་ཁུ་འདི་ཚ་ར་ཤེས་པའི་ཚེ་སངས་རྒྱས་གཞུང་གི་བསྟན་པའི་ལུང་དུ་ནི་སྲིད་དེ་སངས་རྒྱས་གཞུང་གི་མཁྱེན་གྱུར་བའི་རྟགས་དྲུག། བདག་དབང་སྤྲ་པའི་ཁྱི་དེ་ཡ་དེ་ལུང་བསྟན་དེ་དེ་ལུང་བསྟན་གྱི་ཡོད་རེད་བ་ལུང་བསྟན་དེ་སངས་རྒྱས་གཞུང་གྱི་ཡོད་རེད་ད། ཡིན་ན་རྒྱ་ཆེན་པོ་སྲོག་ཡོད་མ་རེད་ཁ་ཟས་དེ་ཟས་དེ་ཅི་དེ་ཤི་དེ་སོང་ཅིག་ཆགས་ཐོག་གོ་བ་མ་རེད།

ང་ཚོ་པཎ་ཆེན་གྱི་ཡིག་ཆའི་རྗེས་འཇུག་ལས་སློབ་དཔོན་སངས་རྒྱས་བསྐྱངས་ཏེ། དེང་རྒྱུ་བའི་ཤིང་རྟའི་སྲོལ་འབྱེད་རེས་ཅན་དེ་འདྲི་སྤྲད་བཞག་པ་དེ་འདྲི། མི་དགའི་ཀི་ཏིག་གིས་དེ་འདྲི་ཅིག་སྤྲད་བཞག་པ་དེ་འདྲི་མཇལ་སོ་རུ་བ། ད་སྤྱི་དང། ག་རེ་ཟེར་ན། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་དབུ་མ་དེང་རྒྱུ་བའི་ལྟ་བའི་རྣམ་གཞག་དེ་ཚོ་རྒྱལ་པོ་ཅན་ལ་གསུང་གི་ཡོད་ན། ཐེན་ཅུ་ཡི་ཤིང་རྟའི་སྲོལ་འབྱེད་ཡིན་པ་ལ། རང་རྒྱུད་ཐེག་མ་རེད་ཐེན་ཅུ་ཐེག་རེད་ཟེར་ནས་དེ་འགྲིག་གི་གསལ་པོ་ཅན་གཏོད་དགོས་པའི་རྒྱུ་མཚན་ག་རེ་ཡིན་ན། དབུ་མ་པའི་ཤིང་རྟའི་སྲོལ་འབྱེད་ཡིན་པ་ལ། སེམས་ཙམ་པ་ཐེག་མ་རེད། དབུ་མ་པ་ཐེག་རེད་ཟེར་ནས་དེ་འགྲིག་གསལ་པོ་ཅན་གསལ་ཁ་གཏོད་ནས་སྒུག་མི་འདུག་བ། དཔལ་ལྡན་ཟླ་བ་དཀར་ཚེ། མགོན་པོ་ཀླུ་སྒྲུབ་འདིས་དབུ་མ་པའི་ཤིང་རྟའི་སྲོལ་འབྱེད་བཞག་གི་ཡོད་རེད་དེ་ལ་ཡང། སེམས་ཙམ་ཐེག་མ་རེད། དབུ་མ་པ་ཐེག་རེད་ཟེར་ནས་དེ་འགྲིག་གསུངས་པའི་རྒྱུ་མཚན་གྱིས་དབུ་མ་པའི་ཤིང་རྟའི་སྲོལ་ཕྱེ་བ་བཞག་གི་ཡོད་མ་ར། དེ་ནང་བཞིན་བྱས་ནས། དབུ་མ་ཐལ་འགྱུར་བའི་ཤིང་རྟའི་སྲོལ་འབྱེད་ཅེས་པ་ལ། དབུ་མ་ཐལ་འགྱུར་བའི་ལྟ་བའི་རྣམ་གཞག་དེ་རྒྱལ་པོ་ཅན་མ་གསུངས་པར་དེ་འགྲིག་གི་ཐོག་ནས་བཀྲལ་བ་དེ་མ་གཏོགས་ཡིན་གཅིག་མིན་གཅིག་རང་རྒྱུད་ཐལ་གི་མ་རེད་ཐལ་འགྱུར་ཐལ་གི་རེད་ཅེས་ལབ་དགོས་རྒྱུ་མཚན་ག་རེ་ཡིན་ནག་ཅེས་འོ་དེ་འདྲའི་དྲི་བ་ཞུ་ཡིན།
ད་ད་ནི་ནོ། སྒྱིར་མོ་ཆིག་དེ་འདྲས་སོང་རོགས་རང་དེའི་གཞུ་བརྗེ་བ་རྣོ་ལེ་རུ་བ། ཐག་རོ་གུང་དེ་བཏགས་ནས་རུ་བརྗེ་མི་ཐེག་ཐག་འཇུ་ཐེག་བྱིས་པ་ན་ཟླ་བའི་གཞུ་སྒྱིན་དྲུག་ཏུ་བཅད་པ་མ་ནི་སྲ་བ་མ་བྱུང་གི་རུ་བ།

གསལ་པོ་གསལ་ཀྱང་མཐོང་ཐོག་ངེས་བྱེད་དེ་ཡོང་མ་རེད་ཟེར་རང་གི་མཚན་ཉིད་ཀྱིས་མ་འཕྲོག་པ་དང་རང་བཞིན་གྱིས་མ་འཕྲོག་པ་ཟེར་དེའི་བཀའ་སློབ་ཁོ་བཀྲ་ཡང་དེ་རང་རྒྱུད་པའི་ཕྱོགས་ལ་ཡོད་སྤྱད་ཀྱི་ཡོད་ངེས་ཨ་ནི་ག་རེ་སོགས་རེད་ཐན་རྒྱུད་ཡོད་ཕྱོགས་ལ་ཡོད་སྤྱད་ཀྱི་ཡོད་ངེས་ཆགས་དེ་འོ་རེད་ཟེར་དེ་འདྲ་ཡིག་ཚགས་ལས་སྟེང་གི་ལྟ་གྲུབ་དེ་དག་རང་རང་རྒྱུད་པ་ཁོ་རང་སོགས་ཀྱི་ལྟ་གྲུབ་དེ་རེད་དེ་འདུག་དྲན་དེ་འོ་རང་སངས་རྒྱས་ཆོས་ཀུན་གསུང་བྱང་རྒྱུད་དེ། གི་གདགས་ཚུལ་རེད། ལའང།
ད་ལྟ
ཕ་བ་ཡབ་སྲས་གཉིས་ཀྱིས་ད་འོང་མི་ལྟ་བ་སོང་ཡང་བྱི་བར་བ། དེ་དུས་སངས་རྒྱས་སྐྱོང་གི་གསུང་རྒྱུ་བ་དེ་ཉིད་བར་ཛཱ་ལ་ལ་ཁོ་བོས་གསོལ་བསྟོད་ཕྱག་དགོས་ཡག་གི་ཅིག་མ་འདྲ་ཅིག་ག་རེ་འདྲ་ཅིག་གསུང་ཡོད་ཡིན་ན་དེ་ད་རང་རྒྱུད་བར་དུ་མ་འདྲ་མཁན་གྱི་ལྟ་བ་ཅིག་ཁོ་ཟེར་འདི་ཡོད་རེད་མེད་རེད་དམིགས་སུ་ཡོད་ན་དོན་བཞག་རེ་ཅིག། ཨོ་དངོས་སུ་དོན་བཞག་པ་ཅིག། ད་འདི་འདྲས་ཅིག་མེད་ནས་རང་གི་ངེད་མཚན་གཉིས་ཉིད་ཀྱིས་མ་གྲོལ་བར་དུ་རང་བཞིན་མེད་པར་རྐྱང་རྐྱང་དགོས་ནས་སོང་ནས་ཕྱིན་པ་ཡིན་ན

བྱེ་མ་ཟི་ཚེ་ད་ལྟ་དགུ། ད་རང་ཉིད་ཀྱི་ལྟ་བ་སྐྱིད་ས་འདྲ་བོ་དེ། སངས་རྒྱས་ཀྱང་ལོལེ་འདི་མཇལ་གི་ད་ལྟ་དེ་དགག་པ་དེ་རྒྱབ། དགག་པ་རྒྱབ་ས་དེ་ཚིག་གི་ཐོག་ནས་རྒྱབ་རེད་བ། ད་དེ་ཚིག་འདྲའི་ཐོག་ནས་རྒྱབ་དེ་ལས་པ་འདི་ལྟ་བས་ཁྱོད་རང་རང་སྐྱིད་ལ་དགའ་དྲགས་ནི་རེད་ཟེར་ནས་ད་དེ་ནས་ཕལ་སེ་ཤེས་བཟོ་བཞག་རེད་བ། མ་གཏོགས་ད་ལྟ་དགག་པ་རྒྱབ་ས་ཁོ་རང་ནང་ལོགས་ལོལེ་པ་སངས་རྒྱས་ཀྱང་དེ་སྐད་ཆ་དེ་སྨྲས་རེད་བ། དེས་མས་འོངས་ཏེ་སངས་རྒྱས་བྱོན་གྱིས་བསྟན་པའི་ལམ་མཐོང་མིན་ཟེར་བསྟན་ཡང་དེ་ག་རེ་འདྲ་ཞིག་བཞག་ཡང་ང་ཚོ་བྱེད་ལ་བསམ་བློ་བཏང་ན་དེ་འདྲ་རེ་ཞིག་མེད་འགྲོ། ཨེ་ད་ལྟ་གན་གི།
ཨ་ལས་དུ་བསམ་བློ་ཞིག་བཏང་ན་ངེད་མ་ངེད་མ་ཡི་གེ་སེ་ག་སེ་ག་མེད་པ་ཡིན་ན་ཕྱིས་སུ་ཨ་ནི་ད་ང་ཚོའི་ཧ་གོ་མར་བ་ད་ཨ་ནི་ཟླ་བ་གྲགས་པ་ལ་ད་ཨ་ནི་དགག་བྱ་ལ་དགག་པ་མ་བརྒྱབ་ན་ཡང་ཚིག་གི་འབྲི་ཚུལ་ལ་སོགས་པ་ལར་ཨ་ནི་དེ་འདྲའི་དགག་པ་བརྒྱབ། ད་རང་རྒྱུད་ཤེས་པ་འོས་མེད་དུ་བྱས་ཤག་སེ་དེ་ད་ཟླ་བ་གྲགས་པ་ཕེབས་ཡོང་དུས་རང་རྒྱུད་ཤེས་ཡོང་མ་རེད། ཟླ་བ་གྲགས་པས་ཨ་ནུ་ཁྱེད་དང་སངས་རྒྱས་ཀྱང་རང་རྒྱུད་ཤེས་ཀྱི་ཡོང་མ་རེད་ཁྱོད་རང་གིས་རང་རྒྱུད་ཤེས་པ་འདོད་ཀྱི་ཡོད་རེད་བྱས་ཙང་ང་ཚོ་ཁག་ཁག་རེད་ཁག་ཁག་བྱས་ཡོང་དུས་དེ་ནས་ཡང་དགོངས་པ་བླངས་ནས་ཨ་ནུ་སངས་རྒྱས་ཀྱང་ལ་ཨ་ནུ་དགག་པ་བཙན་གྱི་དེ་ད། བ་ནི་གང་ལས་འདི་བ་སྟེ་རྫས་ཞག་འདི་དག་སངས་རྒྱས་ཀྱང་འདུས་པའི་ཚུལ་གཅིག་དམིགས་བསལ་རེ་ཆེ་དེ་བརྒྱུད་པའི་ཆོ་ལོ་ཚུལ་ཚུལ་དུ་སྟོན་ཙང་དེ་འདྲའི་ཆ་ནས་ཡང་རྗེ་རིན་པོ་ཆེན་གྱི་དགོངས་པ་སྣང་ཡང་དང་དག་མཛོད་དང་ན་ཧ་ཧུ་འོག་མ་དང་ཚོད་དཔག་ཞིག་བར་དང་ཚོད་དཔག་ཞིག་ནི་དེ་ནས་ནི་ག་རེ་གོ་སངས་རྒྱས་ཀྱང་གི་དེ་ནི་ག་རེ་བསྟན་པའི་ལམ་ཐོང་ནི་སེ་ཡ་དེ་དག་དེའི་དགོངས་པ་དེ་ཕྱི་རྒྱུད་ཕྱིན་པ་དེ་ཟླ་བ་གྲགས་པའི་མཁྱེན་ནི་སེ་ཡ་དེ་འདྲའི་ཆ་ནས་མ་ལེན་ཡང་མ་གཏོགས་ཚིག་དཔེ་གང་རྫོགས་བསྟན་ཁག་པོ་བརྗོད་ན་མེད་ན་དག་རྫོགས་རྟགས་ཡོད་མར་རྟགས་ཡོད་མར་བ་ནི།

དེ་རང་གི་ཐོག་ནས་སོང་ན་གཏམ་པ་ཡིན་ན་མི་འདྲ་བའི་ཆད་པ་གཅིག་ལེགས་བོར་ད་གར་ཟེར་ན། ཁོ་ང་ཚོ་རང་གཅིག་པ་དུ་ཐེན་ཇི་བ་སི་ཏི་རུ་བ། ལོ་འཇིག་གསུང་ཏི་ཀ་ལ། རང་རྒྱུད་རྟགས་ལ་བྱ་རོ།
རོ་གཅིག་གི་རྟགས་ལ་བརྟེན་ནས།
རྟགས་ལ་བརྟེན་ནས་བསྒྲུབ་བྱ་བཏོད་པའི་བརྗིད་པ་བཅད་ཡ་དུ་ཐེན་ཇི་ལ་བརྟེན་ནས་བསྒྲུབ་བྱ་བཏོད་པའི་བརྗིད་པ་བཅད་ཡ་ཅེས་གསུངས་སོང་གོ་རུ་བ། དེ་ཕི་གེ་དེ་ཕི་གེ་དོན་དག་ཞེ་དྲག་པ་ཆུང་ཆུང་གཅིག་ཡིན་ས་མ་རེད་ཁོ་གཏན་ཚིགས་འདྲ་བོ་གཅིག་ལས་གཙང་ཉིད་ཡིན་ས་མ་རེད་གཞུང་རྒྱ་ཆེན་མོ་ནང་ཏང་ཧོ་ཏི་ཀ་ལོ་ཕི་གེ

འོ་དེ་འདྲའི་ཅིག་གསལ་ཆ་ཡོད་ན་ནི་ཁོ་ཁོ་ཐལ་རྒྱུ་བས་རེད།
ཨ་ནི། ཨ་ནི། ད་ལྟ་རྒན་སེམས་བསྟན་འཛིན་ང་ལ་སེམས་ཙམ་མ་བཀག་དགོས་མ་རེད་མདོ་སྡེ་བ་བཀག་ན་འགྲིག་རེད། རྩ་ཤེ་ནུ་ལ་ཤུག་ང་ཤུད་ཆེ་ཤོག་དེ་དྲུག་བཀག་པ་རེད་དེ་དྲུག་བཀག་ས་ཡོད་ཤོག་ང་གཉིས་སུ་ཤུག་ང་དེ་མདོ་སྡེ་བ་བཟུང་ནས་བཀག་ཡོད་རེད་ད་མདོ་སྡེ་བ་བཟུང་ནས་བཀག་དེ་བཀག་ལ་བཀག་དེ་དེ་ཙམ་ལ་སེམས་ཚོང་ཟེར་ནས་མེད་པ་ཡིན་ན་ཡང་ཁོ་དོན་ལ་དེ་དྲུག་སྤྱི་པ་ཡིན་ཙམ་ལ་སྙུང་དུ་བཀག་དེ་ཡོད་རེད།

ཚིག་མཛངས་པ་བཀའ་ཡོད་རེད། ཡང་དེ་ཚོ་དང་འདྲ་ཆེ་ཙམ་མི་ཚེ་བསྐྱལ་དགོས་བ་རེད་དང་འདྲའི་ཚིག་དེ་ལྟར་ཅིག་བཤད་ན་ཀོང་པོ་ལི་ཀྲུག་བཀའ་གཏད་ཤག་མི་འགས་བྱང་ཆུབ་སེམས་འགྲེལ་ནང་ན་མང་པོ་བཀའ་འདུག་ཨ། བྱང་ཆུབ་སེམས་འགྲེལ་ནང་དཔེ་གསལ་པོ་བཀའ་ཞིག་རེད་ཨ། བྱང་ཆུབ་སེམས་འགྲེལ་འོ་དེ་ཅིག་དེ་ཡང་དེ་ཅིག་བཏགས་ཡོད་རེད་ད། ད་ལྟ་དེ་མདོ་སྡེ་པ་དང་མཚུངས་པ་འདྲེས་ཡོད་མ་རེད་དྲན་གྱི་འདུག་གན། ག་རེ་ཟེར་ན་མདོ་སྡེ་པ་གཙོ་བོ་དེ་ཤེས་ཅན་གྱི་མདོའི་དགོངས་པར་འགྲོ་བའི་ཤིང་རྟའི་སྲོལ་ཆེ་གེ་བཤད་ཀྱི་ཡོད་རེད་བ།

ཕུང་པོ་ལ་སོགས་བྱེ་བྲག་གི་གཅིག་ཆད་མ་ཞེས་ཟེར་ཏེ། འོ་དེ་འདྲའི་མང་པོ་ཡོད་པ། འོ་དེ་དེ་ཤེས་ཆེན་རྡོ་ཡི་དགོངས་པ་འདྲེན་གྱི་ནང་ལ་ཡོད་རེད་དེ། གཅིག་རེད། གཉིས་ནས་དེ་གནད་ག་ལ་སེམས་ཙམ་པ་ཞེ་དྲག་ཞེ་དྲག་དེ་ཡོད་མ་རྩ། ཤི་ལ་མ་ཤི་ལ་ཅི་ལྟའི་ད་འོས་ལྟ་ལྟ། རྩ་ཤེའི་སྐབས་སུ་བཀག་བསྐལ་གྱི་ཉེན་བརྡས་དེ་ཉིད་དེ་ཚོ་ཐེག་ཆེན་བཀག་ཁས་མི་ལེན་མཁན་ཡིན་སར་བལྟ་གིན། དེ་ཡིན་པའི་ཁྱབ་པ་ཡོད་ཀྱི་མ་རེད། ད་ལྟ་འདི་ང་རང་གི་བསམ་ཚུལ་གྱི་ཞུས་པ་ཡིན་ན་རོ། ད་ལྟ་ཨ་ནི། སངས་རྒྱས་བསྐྱངས་ཀྱི་བསྟན་པའི་ལམ་མཐོང་ནས་གསུངས་པ་རོ། ད་སངས་རྒྱས་བསྐྱངས་གི་སངས་རྒྱས་བསྐྱངས་གི་བསྟན་པའི་ལམ་མཐོང་ནས་ལ་བདེ་བ་དེ་དམུ་སྲི་གི་གོ་ནས་ཁྱད་ཆོས་ག་རེ་འདྲ་པོ་ཅིག་སྟོན་ཡོད་རེད་ཟེར་ནས་ད་དེ་དོགས་པར་བ་རུ་བ། ད་ད་ལྟ་རྒྱལ་རིན་པོ་ཆེ་གི་གོ་བ་ལེན་སྟངས་བྱས་པ་ཡིན་ན། ཨེ་ནས་སློབ་དཔོན་སངས་རྒྱས་བསྐྱངས་གི་རྩ་ཤེས་ཀྱི་དགོངས་པ་དེ་བཀྲ་ཡིན་དུས། ཨེ་ནས་ཆོས་ཐམས་ཅད་རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པ། རང་གི་ངོ་བོ་ཉིད་ཀྱིས་མ་ཤེས་པ། རྫས་སུ་མ་གྲུབ་པ་འདི་གསལ་བོ་ཞིབ་པོ་འདུག་བ། འོ་དེ་གསུངས་པ་ཡིན་དུས་ཨེ་ནས་ཐམས་ཅད་ཡོད་ལྟ་བ་གསལ་བོ་བསྟན་བཞག། རུ་བ་ཐམས་ཅད་ཡོད་གསང་བ་སེར་པོ་བསྟན་བྱ། ད་ལྟའི་བསྟན་པ་ཙམ་གྱི་ལེགས་ལྡན་སྐལ་ཡང་སྟེར་གསུངས་འདུག་བར་དུ་འོག་ཏུ་རྩོད་པ་འདུག་ལས་བྱེད་ཉིན་མོ་དེ་ག་རང་འདུག། སློབ་དཔོན་ལེགས་ལྡན་སྐྱེས་ཀྱི་གཞུང་ནང་དུ་ཡང། ནས་རང་གི་ངོ་བོ་ཉིད་ཀྱིས་མ་བྱས་པར་རྫས་སུ་མ་གྲུབ་པར་གསུངས་འདུག་བར་ལའང་འདུག་འོག་ཏུ་སློབ་དཔོན་སྙིང་ག་གི་གཞུང་ནས་ཡོད་རེད། རུ་བ། སངས་རྒྱས་ཀྱི་རབ་ག་ཚོད་སློབ་དཔོན་ལེགས་ལྡན་སྐུ། ནས་སངས་རྒྱས་བྱང་དང་རྟགས་གཅིག་པ་ཆགས་བསྡད་འདུག་ལབ་བསྡད་དེ། རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པར་རྫས་སུ་མ་གྲུབ་པར་གསལ་ཏེ་ལུས་ཁོ་རང་ཡང་གོ་བ་ལེན་སྟངས་གཅིག་ཡོད་རུ་བ། ཡེ་ན་ཡང་རྒྱལ་རིན་པོ་ཆེ་གི་སྙིང་ག་གི་གཞུང་ན་འདི་དེ་འདུག་སྟེ་ཡེ་ན་ཡང་ལས་ལྡན་གྱིས་རང་གི་ངོ་བོ་ཉིད་ཀྱིས་མ་གྲུབ། ངོ་བོ་ཉིད་ཀྱིས་མ་ཤེས་ལ་དེ་བ་དེ་བདེན་པར་གྲུབ་པའི་ངོ་བོ་ཉིད་ཀྱིས་མ་ཤེས་པ་ལ་རྒྱག་དགོས་ཀྱི་འདུག་སངས་རྒྱས་ཀྱི་དང་མི་འདྲ་བ་ག་རེ་ལབ་པ་ཡིན་ན། ད་ལྟ་འདི་ནང་ལོགས་ལ་གསལ་བོ་ཞིབ་པོ་འདུག་ཉི་མ་ཀྱི་གློག་བ་ཡིན་ན་ར་ལས་ཤིང་སྙིང་པོ་ནི། ཨེ་ནས། རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པ་དང་ངོ་བོ་ཉིད་ཀྱིས་མ་ཤེས་པ་དང་རྫས་སུ་མ་གྲུབ་པ་ལ་སོགས་པ་སློབ་དཔོན་འདི་ཡི་གཞུང་རྣམས་བ་མང་བས་དབྱེ་དཀའ་བ་རྣམས་ནང་དབང་དགོངས་འགྲེལ་ལས་གསུངས་པའི་མཚན་ཉིད་ངོ་བོ་ཉིད་ཡོད་མེད་ཀྱི་དོན་བཤད་པ་འདི་ཉིད་སློབ་དཔོན་འདིས་དངོས་པོ་ལ་རང་གི་མཚན་ཉིད་ཀྱི་གྲུབ་པ་ཐ་སྙད་འདི་བཞེད་པའི་ཁུངས་གསར་ཤོས་ཡིན་ནོ་གསུངས་འདུག་བ། འོ་དེ་ཡིན་དུས་དེ་གཉིས་ཀྱི་ཁྱད་པར་མི་འགྲོ་བར་དྲན་དགོས་ར་ད། རུ་བ། དེའི་རིན་པོ་ཆེ་ཁོ་རང་གི་དགོངས་པ་ལས་མཐའ་རུ་དག། སངས་རྒྱས་བསྐྱངས་ཀྱི་གཞུང་ནང་ལོགས་བློས་རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པ་ངོ་བོ་ཉིད་ཀྱིས་མ་ཤེས་པའི་གསལ་པོ་ཡོད་པ་ཡིན་དུས་དེ་གི་མཐའ་འཁྱོལ་བ་གི་ལྟ་བ་བསྟན་གི་འདུག། ཡིན་ན་ཡང་ལེགས་ལྡན་གིས་དེ་ལ་བརྟེན་ནས་མཐའ་འཁྱོལ་བའི་ལྟ་བ་བསྟན་པ་དགོངས་ཡོད་མ་རེད། ད་ལེགས་ལྡན་གི་གཞུང་ནང་དུ་རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པར་འདུག་བ་ལ་འོང་དུས་དེ་བདེན་པར་གྲུབ་པའི་ངོ་བོ་ཉིད་མེད་པ་ལ་བཞག་དགོས་ཀྱི་རེད་མ་གཏོགས་ལེགས་ལྡན་གིས། དགོངས་འགྲེལ་ལས་མཚན་ཉིད་ངོ་བོ་ཉིད་ཡོད་མེད་ཀྱི་དོན་བཤད་འོང་དུས་རུ་བ་དངོས་པོ་རང་གི་མཚན་ཉིད་ཀྱིས་གྲུབ་པར་བཞེད་ཀྱི་འདུག་བ་ཟེར་ནས་ད་དེ་གསུངས་འདུག་བ། འོ་དེ་འདྲ་ཀྱི་མིན་འགྲོ་དེང་སང། ར་གྲོ་གི་ཡོད་ན་མིན་ན་ང་གོ་མ་སྲིད་ད་དེ། ཨོ་ཡང་ལྟ།
ད་འགྲིག་ཟེར་ངས་བལྟས། ཞུ་ཆོ་བ་བྱེད་རོ་བ། བྱས་ཙང། ད་ལྟ་ཤིང་རྟ་གསོད་སྦྱིན་གསོད་རྗེས་གསོད་བསྟོད་ཟེར་བ་དེས། རང་གི་ལུས་ནི་ཤིང་རྟ་གསོད་རྗེས་ལ་གཉིས་སུ་བགྲང་ངེས་ཏེ་ཟེར་བ། འོ་འདི་ཙམ་མ་གཏོགས་ཁོས་མེད་བ་བྱས། སྤྱི་དོན་ནང་ལ།

མགོན་པོ་ཀླུ་སྒྲུབ་སྡེ་ཨ་ནེ། ཤིང་རྟ་གསོད་བྱེད་རྣམས་ལ་གུས་པས་འདུད་གསོལ་ནས་ཀྱི་མཆོད་ཡུལ་བདེ་ལྷ་རྒྱལ་བ་བློ་བཟང་གྲགས་པའི་གྱི་བཞག་གནང་ཡོད་རེད། བདེ་གཤེགས་གསུང་རབ་ཚུལ་གཉིས་ཤིང་རྟའི་ཚོ་ལེགས་པར་འཆད་ལེགས་རྒྱལ་བོའི་བསྟན་པ་མཆོག་ས་གསོན་མགྲོན་རྣམས་ཉི་ཟླར་གསལ་མཛད་པ་ཀླུ་སྒྲུབ་ཐོགས་མེད་ཞབས་ལ་སྤྱི་བོར་འདུད་གསོལ་དུ་ཤིང་རྟ་རྣམ་གཉིས་གསོད་བྱེད་རྣམ་གཉིས་ཟེར་དུས་ཁོ་གཉིས་མ་གཏོགས་པཎ་ཆེན་རིན་པོ་ཆེ་གི་དུས་ཀྱི་ཁུངས་ཡིན་པ་དེ། ཨ་ནུ་བློ་གསལ་གེ་ཀའི་སྙིང་གི་ནོར་བུ་ནང་ལ་འདི་གདངས་གནང་འདུག་ཨ། མགོན་པོ་ཀླུ་སྒྲུབ་དེ་དབུ་མ་དཔལ་གྱི་ཞིང་རྟ་གསོལ་བྱེད་རེད། ཨ་ནི་ཡིན་གདངས་འདི་ག་རེ་རེ་རེ་ནས་གསོལ་བྱེད་དཔལ་གྱི་གསོལ་བྱེད་གདངས་འདི་ལུགས་སྲོལ་བཟང་པོ་དེ་རེད་བ། གསོལ་ཟེར་བ་དེ་ལུགས་རེད་བ་ལུགས། དབུ་མ་བོད་ཀྱི་ལུགས་འདི་ག་ནས་ཆད་རེད་ཟེར་ཐོག་མར་ལུགས་ཆེ་ངན་འདི་སུ་རེད་ཟེར་ན་ད་མགོན་པོ་ཀླུ་སྒྲུབ་ག་རེ་བྱས་ཡོད་རེད་ཟེར་ན་ཆོས་ནང་ཨ་ནི་བདེན་པར་སྒྲུབ་པ་དུད་ཚང་རྒྱུན་ཡོད་མ་རེད། ཐ་སྙད་དུ་འཁོར་བ་གཞུག་པའི་རིམ་པ་དང་ལྡོག་པའི་རིམ་པ་དང་བླང་དོར་ཐམས་ཅད་བཞེད་པ་འདི་ཐེབས་པར་ཐོག་མར་སྲོལ་ཆེ་ངན་འདི་ཁོ་རེད། སྲོལ་ཆེ་ཟེར་དེ་འདི་ལག་གི་དུ་བ། ཨ་ཨ་ནི། འཕགས་པ་ཐོན་མེད་འདི་རིགས་མ་རེད་མ་རེད་འཕགས་པ་ཐོན་མེད་སེམས་ཅན་བོད་ཀྱི་ཤིང་རྟ་ཟོས་བྱེད་རེད། ཤིང་རྟ་ཟོས་བྱེད་སྟངས་འདི་ག་རེ་རེད་ཟེར་ནས་ཆོས་རྣམས་བདུད་བཙན་ཡང་བདུད་བདེན་པར་སྒྲུབ་པ་མེད་ནང་བཤད་པ་ལ་སོགས་པ་ཨ་ནི་བྱ་དབང་བདེན་དྲུག་གི་སྟེང་དུ་གཞི་ལམ་རྣམ་གསུམ་གྱི་འབྲས་བུ་རྣམ་བཞག་དེ་འཐད་པའམ། ཨ་ནི་འཁོར་ལོ་ཕྱི་མ་གཉིས་ཀྱི་སྐབས་སུ། ཀུན་བརྟགས་རང་གི་ཚ་གཉིས་ཀྱིས་མ་གྲུབ་ཅིང་གཞན་དབང་དང་ཡུན་དུ་རང་གི་ཚ་གཉིས་ཀྱིས་གྲུབ་པ་གསལ་བར་ཕྱེ་བ་ཡིན་པས་ཕྱི་ཟེར་ནས་དག་པའི་སྲས་པོ་བཞི་པོ་གསུངས་གནང་འདུག། ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་ཆོས་རྣམས་བདེན་པར་གྲུབ་པ་དུས་གསལ་ཡང་མེད། ཐ་སྙད་དུ་འཁོར་འདས་བླང་དོར་ཐམས་ཅད་ཨ་ནི་བྱ་བ་ཐམས་ཅད་དེ་ཐེག་གི་རེད་ཟེར་ཡ་དེ་ཨ་ནི་སྲོལ་དེ་ཡིན་པ་ཡིན་ན་སྲོལ་དེ་གསལ་པོ་ག་བ་གསུངས་ཡོད་རེད་ཟེར་ན་དེ་ནི་རིགས་ཚོགས་དྲུག་ནང་ལ་གསུངས་ཡོད་རེད་ཟེར་ཁོས་གཏན་ལ་འབེབས་ས་གཙོ་བོ་འདི་རུ་བ། རྩ་བ་ཤེས་རབ་དང་རྩོད་བསྡུ་ཞིབ་མོ་རྣམ་དག་རིག་པ་དྲུག་ཅུ་པ་སྟོང་ཉིད་བདུན་ཅུ་པ་རིན་ཆེན་ཕྲེང་བའང་རིགས་ཚོགས་དྲུག་ནང་ལ་གཏན་ལ་འདི་ནང་ལ་འབེབས་བསྡད་ཡོད་རེད།

བྱས་ཙང་མགོན་པོ་ཀླུ་སྒྲུབ་ཀྱི་སྲས་པོ་བསྟེན་ཚར་རེད། ཨཱ་ལི་དེ་ཟེར་ད་ཟེར་ཡ། བདེན་པར་སྒྲུབ་པ། ཡང་དག་པར་སྒྲུབ་པ། དོན་དམ་པར་སྒྲུབ་པ། རང་གི་མཚན་ཉིད་ཀྱིས་སྒྲུབ་པ། རང་ངོས་ནས་སྒྲུབ་པ་ཡང་དག་པར་སྒྲུབ་པ་གནད་གཅིག་རེད། ཨཱ་ནི། གང་ག་བསྟེན་ཚར་རེད་དགག་བཞག་རེད།

ག་རེ་རེད་ཟེར་ཞུས་པ་ཡིན་ན། བདེན་བཞི་སྙིང་པོ་དོན་མེད་དུ་བརྒྱ་དང་བདུན་ཅུ་དོན་དགུ་དུ་ཅི་ཟེར་རོ་གནང་གདའ། དེ་ལ་སྤྱིར་བྱིན་གསུངས་འདུག་ཨ། སློབ་དཔོན་གཉིས་ཀྱིས་སངས་རྒྱས་བྱོན་ན་ཟླ་བ་གྲགས་པ་གཉིས་དེ་རེད་འདུག་ཨ། རང་གི་སྤྱི་གཉིས་གྲུབ་པ་དག་ཉིད་དུ་ཡང་བཀག་པའི་རང་བཞིན་མེད་པ་ལ། རྒྱུ་འབྲས་ལ་སོགས་པའི་རྣམ་གཞག་ཐམས་ཅད་ཆེས་འཐད་པ་དང། དེ་ཡང་འཇིག་རྟེན་ལས་འདས་མ་འདས་ཀྱི་རྟེན་འབྱུང་ངེས་པར་ཁས་བླང་དགོས་པས་རྟེན་འབྱུང་གི་རྒྱུ་མཚན་ཉིད་ཀྱིས་དགག་བྱ་དགག་པར་བཤད་པས། རིགས་པ་རྣམས་ཞེས་གསུངས་འདུག་ཁོང་རྣམ་པ་གཉིས་ཀ་གིས།

ཐེབས་པའི་ཚུལ་དེ་རིག་པའི་རྣམ་གྲངས་མང་པོ་ཅིག་གི་སྒོ་ནས་མང་གཏན་ལ་ཕབ་པ་ཡིན་སོང་ཙང། དེའི་ཐོག་ནས་ནི་དེང་གི་བའི་ཤིང་རྟ་གི་སྲོལ་བཏོད་ཟེར་ཏེ་བེ་ཅིང་ཏི་བཞག་ཆོག་གི་རེད་བསམ་གི་ངེས་ཏེ། དེ་ཅིག་བྱས། ད་བྱས་ན། དབུ་མ་བས་རང་རྒྱུད་བྱ་མི་རིགས་ཟེར་བཞིན་འདུག་བ་དེ་ནི་དེ་ག་དང་བདུན་ཅུ་བདུན་དགུ་དེ་དེ་གས་ལེགས་བཤད་ཉིན་མོའི་ནང།

ཐེངས་བཅུ་བའི་ཤིང་རྟ་གི་སྲོལ་ཕྱེ་ཟེར་ཏེ་ཨ་ཡིན་བསམ་བསམ་རེད། ཚིག་གོ་རང་ནས་པའི་མཐོན་པོ་དུ་བ་ཚིག་ཟེར་ལགས་ས་ལེས་ཚིག་ཟེར་ལེས། སངས་རྒྱས་ཀྱང་རང་རྒྱུད་མི་ཤེས་པ་དང་དབུ་མ་པས་རང་རྒྱུད་བྱ་མི་རིགས་པས་སྒྲུབ་བྱེད་དང་ང་དང་ལྡོག་ཕྱོགས་ལ་གནས་ཚུལ་མང་དུ་བསྟན་ནས་ཤིང་རྟའི་ཚུལ་བྱས་ཤིང་རྟ་གི་སྲོལ་ཕྱེ་སྟེ་དབུ་མ་པས་རང་རྒྱུད་བྱ་མི་རིགས་པ། སངས་རྒྱས་ཀྱང་རང་ཉིད་ཀྱི་རང་རྒྱུད་མི་ཤེས་པ་བྱས། སྤྱི་བཏང་དབུ་མ་པས་རང་རྒྱུད་བཏང་དང་ཁས་བླང་མི་རིགས་པའོ་ཐིག་གི་ཤིང་རྟ་གི་སྲོལ་དེ།

དགོངས་པ་བཞེས་ས་ཡིན། དེ་འདྲའི་གནད་འགག་རེད། མི་འདྲ་བ་རེད་ཅེས་ཆ་བོ་བཏོན། དེའི་ཐོག་ནས། དེང་དུས་ཞིང་སྡེ་སོ་སོའི་རེད་མ་རེད་ཟེར་ཐལ། དེ་འདྲའི་རེ་བཅོལ་ད་གཙོ་བོ་ནི། སྒང་ཐོག་ལ་མི་མཐུན་པ་རེ་ཞིག་གི་ཐོག་མི་འདུག་གནད་འགག། གནད་འགག་ཐོག་ནས་ཁྱེད་མི་མཐུན་པ་རེ་ཞིག་གི་ཐོག་མི་འདུག་ད་ཡིན་ནའི། ཚིག་གི་ཐོག་ནས། གཞི་རྩ་ཅི་ཐང་བྱས་ན། པ་འདི་མ་ལབ་ད།

དེ་འདྲའི་ཁྱད་པར་གྱི་སེམས་ཀྱི་ཡོད་མ་རེད། རང་གི་སེམས་ཡིག་དྲུག་དོན་དམ་པ་མ་གྲུབ་དེ་འདྲའི་ཁྱད་པར་གྱི་ཡོད་མ་རེད་ཚང་མ་ལོ། དགག་བྱའི་རྣམ་གྲངས་ཆེས་ཐ་སྙད་ཟོར་ཡང་བ་བྱས་ནས་རོ། ཚང་མ་ལོ། དོན་དམ་པ་གྲུབ་པའི་དགག་བྱའི་མིང་གི་རྣམ་གྲངས་ལ་བེད་སྤྱོད་གནང་ཡང་བ་རོ། དེ་དེ་དང་གཅིག་པ་གཅིག་རྐྱང་ཡིན་པའི་འོས་མོས་གནང་བ་རོ་ད་དེ་ལན་ལྡན་གི། འོ་དེ་འདྲ་རེད་ཅེས་རེད་མ་གཏོགས། དེ། སངས་རྒྱས་ཀྱང་རང་ཉིད་ཀྱི། རང་གི་ངོ་བོ་ཉིད་ཀྱིས་མེད་པ་རང་གི་སེམས་ཉིད་མ་གྲུབ་པ་དེ་གསལ་པོ་ཞིག་ལ་མ་གསུངས་པ་རྩ་བ་ཉིད་ནས་རེད་མི་འདུག། གསུངས་པ་མ་ཟད། རང་གི་ཚིག་ཉིད་མ་གྲུབ་པ་ལ་ཡང་པའི་ཐ་སྙད་དུ་བྱ་བྱེད་ཐམས་ཅད་ཐལ་བས་ཡོད་པ་དེ་ཡང་པའི་རྟེན་ཅིང་འབྲེལ་བ་འབྱུང་བ་རང་ལ་བཏུད་ནས་མཐར་ཐུག་གི་རིག་པ་རྟེན་ཅིང་རང་ལ་བཏུད་ནས་གསལ་བར་བྱེད་པ། ག་སོགས་ལ་གཞན་དུ་མཐའ་གཞན་དུ་དོགས་པའི་གནས་སྒྲོ་འདོགས་པའི་གནས་ཐམས་ཅད་པ་ལྷ་མོ་བ་ཅེས་བྱ་བ་རིག་པའི་རྣམ་གྲངས་མཐའ་ཡས་སྒོ་ནས་ཤེས་བྱ་བ་འོད་དཔལ་བརྒྱ་བཏབ་པར་བྱ་བ་དེ་འབྲས་ཀྱི་ཡིན་ས་རེད་བསམ་གྱི།

ཨེ་ཤི་ད་ཆེན་པོ་གསུང་སྐད་མི་འདྲ་བ་ད། ཤི་ད་ཆེན་པོ་གསུང་ནི་ནི་ཐེན་ཅོ་བ་དེ་འདི་སང་ཆེན་ཤུག་གསུང་གྱི་རེད་ཟེར་བ། ད་ཟླ་བ་གྲགས་པ་དང་ཞི་བ་ལྷ་གཉིས་ཀ་དེ་གསུང་རྩི་ཆང་འགྲོ་གི་རེད་མ་གཏོགས་ཤི་ད་ཆེན་པོ་གསུང་སྐད་ཆགས་མི་འདྲ། ད་དེ་ལས་འགྲེལ་བཤད་ད་ཟླ་བ་གྲགས་པ་ཟླ་བ་གྲགས་པ་ཤི་དི་གསུང་གྱི་ཡིག་ངེས་ཏུ་སོ་གར་རྒྱག་གོ་བར་ཟེར་ན། སང་ཆེན་ཤུག་ཤི་དི་སོ་ལྟོས།